བཏུལ་ལ་དུས་ཟིན་པ་ལ་ཕར་ཕམ་པར་བྱས་པ་དེ་ལ་ཡང་ནི། བཏུལ་བ་ཟེར་གོ་རེད་དེ་དུས་ཟིན་པ་ད་རིང་གི་ང་ཚོ་གི་སློབ་ཚན་དེ་སྒྲུང་གི་ཆ་དེ་བཞག་སྒྲུང་དེའི་ནང་ལ་ཡང། རི་བོང་གི་སེང་གེ་ཕར་ཕམ་པར་བྱས་རེད་དོན་དུ་ཏག་ཏག་བཟོས་རེད་ཞེས་པའི་དོན་རེད་དང་གཙོ་བོ་སྒྲུང་དེའི་ནང་ལ་ཡང་རི་བོང་གི་སེང་གེ་ག་འདྲས་སུ་འདུག་གི་འདུག་མི་འདུག་དེ་ནི་ང་ཚོ་བ་ནས་ཟེར་ཡ་ཡིན། སྔོན་སེང་གེ་བཞི་དང་རི་བོང་གཉིས་མཉམ་དུ་གནས་སེང་གེ་ནི་ང་རྒྱལ་དང་སྟོབས་ཆེ་བས་རི་བོང་མཉམ་ཆུང་དེ་ལ་བརྙས་བཅོས་ཡང་ཡང་བྱས། དེར་རི་བོང་གིས་མ་བཟོད་པར་ཁོང་ཁྲོ་ལངས་ཀྱང་གནས་སྐབས་བྱ་ཐབས་མ་རྙེད། སྔོན་སེང་གེ་བཞི་དང་ཟས་ནི་སྔན་མ་སེང་གེ་བཞི་དང་རི་བོང་གཉིས་མཉམ་དུ་གནས་སྲིད་དུ་བསམ་པ་ལ། རི་བོང་དེ་དང་སེང་གེ་གཉིས་མཉམ་དུ་བསྡད་ཁོ་རེ་སེང་གེ་དེས་ནི་ཁོ་རང་གི་གཤིས་ཀ་དེ་ག་འདྲའི་ཡོད་མེད་དེ་ཤེས་ཀྱི་འདུག་སེང་གེ་དེས་ནི་ཧ་ཅང་གི་ང་རྒྱལ་ཆེན་པོ་ང་རྒྱལ་ཟེར་དུས་ཟིན་པ་ལ་ཡ་ད་སོ་སོའི་ལས་ལྷག་ག་ནི་གཞན་སུས་གང་བྱེད་ཡོད་མ་རེད་བསམ་པའི་དེ་འདྲས་ཀྱི་བསམ་བློ་དེ་ལ་ཡ་ང་རྒྱལ་ཟིག་རེད། ཁོ་རང་ནི་གཤིས་ཀ་དེ་ག་འདྲས་ཡོད་རེད་ཞུས་པས་ན་ནི་ང་རྒྱལ་ཆེན་པོ་དང་སྟོབས་ཆེ་བས་སྟོབས་ཆེ་བ་ལ་དུས་བསམ་པ་ལ་ནི་ཁོ་རང་གི་གཟུགས་པོ་དེ་ཤེས་དགོས་རེད་གཟུགས་སྟོབས་དེ་ནི་གཟུགས་པོ་གི་སྟོབས་ཤུགས་ཧ་ཅང་ཆེན་པོ་ཡོད་རེད་སེང་གེ་དེས། ད་རི་བོང་དེ་ཨ་ནི་ག་འདི་ཡོད་རེད་ཞུས་པས་ན་རི་བོང་ཉམ་ཆུང་ད་རི་བོང་དེ་ཁོ་རང་གི་གཤིས་ཀ་དེ་ག་འདི་ཡོད་རེད་ལ་ཉམ་ཆུང་དང་ཨ་ནི་དེ་ལ་ཡ་བརྙས་བཅོས་ཡང་ཡང་བྱས་ད་རི་བོང་དེ་ཉམ་ཆུང་ཡོད་བ་སོང་ཙང་ཨ་ནི་ཁོ་ལ་ཡ་སེང་གེ་ཡི་གེ་བརྙས་བཅོས་ཡང་ཡང་བྱས་བརྙས་བཅོས་ཟེར་དུས་བསམ་པ་ལ་ཡ་བརྙས་བཅོས་ཐུབ་ཚོད་རེད་བ་དེ་འདྲས་ཡང་ཡང་བྱེད་དགོས་རེད་བྱེད་མཁན་དེ་སུ་རེད་ལ་ན་སེང་གེ་ཡི་གེ་རི་བོང་ལ་ཡ་དུས་བྱེད་དགོས་རེད་དལ་རི་དྭགས་ཀྱིས་མ་བཟོད་པར། དེ་རྟག་པོའི་རི་ཞེས་བཏགས། རི་བོང་ལས་ཡ་སེང་གེ་ཡི་གེ་དེ་འདྲས་ད་སྙབ་བཅོས་རྟག་པར་བཤད་དུས་བསམ་པ་ལ་ཡ། ཨེ་ནས་རི་བོང་གིས་མ་བཟོད་པ་ཟེར་དུས་བསམ་པ་ལ་ཁོ་རང་གི་སྙབ་བཅོས་དེ་རྟག་པའི་རི་ཞེས་ད། ང་ཚོ་མི་གཅིག་ང་ཚོ་ལ་ཡ་རྟག་པར་ཤི་ཐུབ་ཚོད་ད་སྙབ་བཅོས་བཤད་ན་ཨེ་ནས་ང་ཚོ་བཟོད་ཐུབ་མ་རེད་བ། དེ་ནང་བཞིན་རི་བོང་ཡི་ནས་ལས་ད་བཟོད་མ་ཐུབ་བྱས་ཨེ་ནས་ཁོང་ཁྲོ་ལངས་རེད་ཁོ་རང་ཁང་ཁོང་ཁྲོ་ཞུ་བ་ཞིག་ལངས་དགོས་རེད་སེམས་ནང་ལ། ཁོང་ཁྲོ་ལངས་དགོས་ཡོད་རེད་དེ་ཡི་ནས་ལས་ད་གནས་སྐབས་བྱ་ཐབས་མ་རྙེད་ཟེར་ནས་གནས་སྐབས་ད་ཁོ་རང་ལ་ཡང་ནི་ཐབས་ཤེས་ད་དེའི་ལས་ད་ཁོ་རང་གིས་ཚུར་སྙབ་ཆོག་ཤེས་ན་ཡང་ད་ཕ་ལན་ནི་སློག་ཐུག་མར་བ་སོང་ཙང་ནི་ཁོ་རང་ལ་ད་ག་འདྲིས་ཕ་ད་ལན་སློག་གོ་ཡོད་མེད་དེ་ཁོ་རང་གིས་ཡ་ཐབས་ཤེས་ག་གལ་མ་རྙེད་པ་རེད་གནས་སྐབས་ག་འདྲིས་ད་ཁོ་ལ་ཕ་ད་ད་བཟོ་གོ་ཡོད་མེད་དེ་ཁོ་རང་ལ་ཡ་ཐབས་ཤེས་རྙེད་ཡོད་མ་རེད། རྗེས་སུ་ཐབས་ཤེས་ཤིག་རྙེད་ནས་སེང་གེ་ལ་སྨྲས་པ། ཉི་མ་ཅིག་མཇལ་ལ་ཡ། ཉི་མ་ཅིག་དང་རི་བོང་ཁོ་རང་ལ་ཡ། སེང་གེས་དེ་ཏག་ཏག་སོས་ཀྱིས་ཐབས་ཤེས་ཤིག་རྙེད་པ་རེད། ཐབས་ཤེས་དེ་རྙེད་ནས་ཁོ་རང་གིས་རྙེད་ཟེར་དུས་ཚང་མ་ཐབས་ཤེས་རག་རེད། ཐབས་ཤེས་དེ་རག་བྱས་ནས་ཁོ་རང་གིས་སེང་གེ་ལ་སྨྲས་པ། སེང་གེ་ལ་སྨྲས་པ་ཟེར་དུས་ཚང་མ་ལ་ཡ། སེང་གེ་ལ་ལབ་རེད། ད་ག་འདྲས་ལབ་པ་རེད་ལབ་ན། བཀའ་ཡི་ཇོ་བོ་ས་ཆ་བྱང་ཞིང་ཞིག་ན་ཁྱོད་དང་འདྲ་བའི་སེམས་ཅན་ཞིག་འདུག་དེས་ང་དང། སྟོབས་ཤུགས་འགྲན་ནུས་ན་འགྲན་དུ་ཤོག་འགྲན་མ་ནུས་ན་ངའི་གཡོག་པོ་ཡིན་ཟེར་གྱི་འདུག་ཅེས་བརྗོད། སེང་གེས་ང་རྒྱལ་ལངས་ཏེ་དེ་ག་ན་འདུག་འགྲན་དུ་འགྲོའོ་ཞེས་བཤད།

ས་ཆ་གཞན་ཞིག་ན་ཁྱོད་དང་འདྲ་བའི་སེམས་ཅན་གཞན་ཞིག་འདུག། ས་ཆ་གཞན་པ་ཞིག་ལ་ཡང། ཁྱོད་རང་དང་འདྲ་བའི་སེམས་ཅན་གཞན་པ་ཞིག་འདུག། དེས་ང་དང་འབྲལ་ནུས་ན་སྲིད་ད་ཁོ་རང་གིས་ག་འདྲའི་ཟླ་བ་རེ་ལ་ན་ཕྱིན་ཆད་ས་ཆ་གཞན་པ་ཅིག་ལ་ཡང་ཁྱེད་རང་དང་གཅིག་པ་གཅིག་ཡང་སེམས་ཅན་གཞན་པ་ཞིག་འདུག། དེ་ཡིས་ག་ལ་ཡི་འདུག་ལ་ན། ང་དང་སྟོབས་ཤུགས་འབྲལ་ནུས་ན་འབྲལ་འདུག་ཤོག་ང་དང། སུས་ཀྱི་སྟོབས་ཤུགས་འགྲན་ཐུབ་ཀྱི་ཡོད་ན་ནི་ངའི་འགྲམ་ལ་ཡ་ནི་སྟོབས་ཤུགས་དེ་འགྲན་དུ་ཤོག་གལ་སྲིད་འགྲན་མ་ནུས་ན་གལ་སྲིད་ནི་དེ་ཕ་ཆོས་ངས་དེ་ཡ་ནི་ཁོ་རང་ལ་ཡ་ནི་སྟོབས་ཤུགས་དེ་འགྲན་ཐུབ་ཀྱི་མི་འདུག་ན་ཁོ་དང་མཉམ་དུ་ནི་འགྲན་བསྡུར་བྱེད་ཐུབ་ཀྱི་མི་འདུག་ན་འདི་དེ་ནི་ང་རང་གི་གཡོག་པོ་ཡིན་ཞེས་བྱས་ནི་ཟེར་གྱི་འདུག་ཞེས་བྱས་དེ་ལྟར་བྱས་ཇི་ལྟར་རི་བོང་གི་སེང་གེ་ལ་ཡ་གོ་བསྡུར་ཡོད་རེད་དོན་དུ་ནི་ས་ཆ་ཞིམ་པ་ལ་བྲིས་ལ་ཁྱོད་རང་འདྲ་བོ་སེམས་ཅན་ཞིག་འདུག་གསུངས། ཁོ་ག་ལ་ཡི་འདུག་ལ་ནི་ཁྱེད་རང་ལ་ནི། ཅིག། ཁོ་རང་དང་མཉམ་དུ་སྟོབས་ཤུགས་འགྲན་ཐུག་གི་འདུག་ན་ནི་འགྲན་གྱི་ཤོག་ཟེར་འགྲན་བསྡུར་བྱེད་ཀྱི་བྱེད། ཁྱེད་རང་ལ་ཡང་ནུས་པ་ཡོད་པས་ན་ནི་ཤོག་ཟེར་གལ་སྲིད་མེད་པས་ན། ཁྱེད་རང་ངའི་གཡོག་པོ་རེད་ད་ཟེར་གྱི་ལ་ཡི་འདུག་ཟེར་གྱི། དོན་དུ་དེ་འདྲས་ཟེར་གྱི་མགོ་བོ་བཏང་བས་རེད་རི་བོང་གིས་སེང་གེ་ལ་ཡ། སེང་གེའི་ང་རྒྱལ་ལངས་ཏེ། ད་སེང་གེ་སེང་གེ་དེ་འདྲའི་ད་ནམ་རྒྱུན་ནས་སེང་གེ་དེ་ད་གི་གོང་ལ་ཡ་ནི་ཁོ་རང་གི་གཤིས་ཀ་ཁོ་རང་ང་རྒྱལ་ཆེན་པོ་རེད་འདུག་བ་ཁོ་རང་ལས་ལ་ཟིན་མེད་བསམ་གྱིན་དེ་འདྲའི་ཟིན་དུས་བསམ་པ་ལ་ཡ་ནི་ཁོ་འདི་གོ་བ་ད་སེང་གེ་ཧ་ཅང་ང་རྒྱལ་ལངས་ནས་ཡ་ནི་དེ་ག་ན་འདུག་ད་འོན་ཏེ་ཨ་འདྲེ་ལག་རྒན་དེ་ག་བ་འདུག་ལ་རེད་ག་ན་འདུག་ལ་དུས་བསམ་པ་ལ་ག་བ་འདུག་འགྲན་དུ་འགྲོ་འོ་ངས་འོན་ཏེ་ལ་སྙམ་དུ་ཡ་ནི་ངའི་སྟོབས་ཤུགས་འགྲན་ག་འགྲོ་གི་ཡིན་འགྲན་སྡུར་བྱེད་ག་འགྲོ་གི་ཡིན་བྱས་བྱས་ཞེས་བཤད་དེ་འདྲས་བྱེད་བྱེད་ལབ་པ་རེད། དེ་ནས་རི་བོང་གིས་སེང་གེ་ཁྲིད་དེ་སོང། ཁྲོན་པ་གཏིང་ཟབ་པོ་ཞིག་ལ་མཛུབ་མོ་བཙུགས་ཏེ་འདིའི་ནང་དུ་འདུག་ཅེས་བཤད། དེ་འདྲས་ལ་དུས་བསམ་པ་ལ་ཡ་ནི་རི་བོང་གིས་སེང་གེ་དེ་ཨ་ནི་མཉམ་དུ་ཁྲིད་བྱེད་དུ་ཕྱིན་པ་རེད། ཨ་ནི་ཁྲོན་པ་གཏིང་ཟབ་པོ་ཞིག་ལ་མཛུབ་མོ་བཙུགས་ཏེ་ཨ་ནི་ས་ཆ་གཅིག་ལ་ལྟ་འདུག་ད་རི་བོང་གིས་སེང་གེ་མཉམ་དུ་ཁྲིད་ཕྱིན་པར་བ། དེ་འདྲས་ད་ཁྲིད་ནས་འགྲོ་དུས་བསམ་པ་ལ་ཡ་ནི། ས་ཆ་གཅིག་ལ་བག་ལེ་དུས་སམ་བླ་དད་ལ་ཡང་ཁྲོན་པ་བྱོས་ཟེར་བ་ནི་ཁྲོན་པ་གཏིང་ཟབ་པོ་ཁྲོན་པ་དེ་ཡང་ཡང་འདི་ཅིག་གཏིང་ཟབ་པོ་མ་ཡིན་པ་དེ་འདྲས་མ་ཡིན་པ་ཆེ་ར་ཧ་ཅང་གི་གཏིང་ཟབ་པོ་ཡོད་པ་ཞིག་ལ་ནི་མཛུབ་མོ་བཙུད་དེ་ནི་མཛུབ་གུ་དུ་བ་བཙུད་བྱས་དོན་དུ་མཛུབ་གུ་གི་དུ་ད་མཛུབ་མོ་ཡི་ད་སྟོན་བྱས་འདིའི་ནང་དུ་འདུག་ཟེར་ནི་རི་བོང་གི་ལ་རི་ཐང་གི་འདི་ད་སྟོབས་ཤུགས་འགྲན་ན་འགྲན་དུ་ཤོག་ལ་གིན་དེ་འདི་ནང་ལ་འདུག་ཞེས་བྱས་ནི་ཁོ་རང་གིས་བཤད་པ་རེད། སེང་གེ་མར་བལྟས་པས་ཆུའི་ནང་རང་གི་གཟུགས་བརྙན་མཐོང་བ་དང། སེང་གེ་དེས་ཁྲོན་པོ་དེའི་འགྲམ་ལ་ཕྱིན་བྱས། སེང་གེ་དེ་གིས་དུ་བས་མ་ཁྲོན་པོ་དེ་གང་ནས་དུ་བས་མ་ལྟ་དུས་བསམ་པ་ལ་ཡ། ཆུའི་ནང་ལ་ཡ་ཁྲོན་པོ་དེ་ནང་ལ་ཡ་ཆུ་ཡོད་རེད་བ་སོང་ཙང་ཆུའི་ནང་ལ་ཡ། རང་གི་གཟུགས་བརྙན་མཐོང་བ་དང་ཁོ་རང་རང་གི་གཟུགས་བརྙན་ཟེར་དུས་བསམ་པ་ལ་ཡ། འདི་ནང་ལ་ཁོ་རང་འདྲ་བོ་ཞིག་ང་ཚོ་ཆུ་ནང་ལ་དུ་བལྟས་པ་ཡིན་ན། ཆུ་ནང་ལ་ང་རང་སུ་སུ་སུ་སུ་རང་གིས་ང་ཚོ་སྡོང་པོ་འཐུང་གུར་བ་དེ་འདུས་ཟིན་པ་ལ་ཆུ་ནང་གི་གཟུགས་བརྙན། ཨིན་ཇི་སྐད་ལ Reflection ཟེར་གྱི་འདུག་བ། དེ་འདྲས་བྱེད་བྱེད་གཟུགས་བརྙན་དེ་མཐོང་བ་དང། ཁོ་དེ་བས་ང་རྒྱལ་ཆེས་ལངས་ནས་གཡུལ་རེ་བསིགས་ཤིང། ཁོ་དེ་འདྲས་ད། ད་འདི་པར་རིས་དེ་རེད་དོ། ཁོ་རང་གིས་དེ་ལྟར་ཁྲོན་པ་ནང་ལ་དུས་སུ་མ་ལྟ་དུས་སམ་པ་ལ་ཁོ་རང་དགྲ་བོ་ཞིག་མཐོང་དུས་སམ་པ་ལ་ཁོ་རྦད་དེ་ང་རྒྱལ་ཧ་ཅང་ཆེན་པོ་ལངས་རེད་དེ་ཁོ་རང་སམ་པ་ལ་ཡ་ཁྲོན་པ་དེའི་ནང་ལ་ཡ་ནི་ཁོ་རང་དགྲ་བོ་ཅིག་ད་འདུག་བསམ་ཞིག་ཁོ་རྦད་དེ་སེམས་གདེང་ནས་ང་རྒྱལ་ཧ་ཅང་ཆེན་པོ་ལངས་རྗེས་གཡུལ་རལ་བསྲེགས་ཅིང་གཡུལ་རལ་ལ་དུས་སམ་པ་ལ་ཁོ་རང་གིས་ནི་སེང་གེ་རྒྱལ། ལུས་ལ་ཡོད་པའི་ནི་རེག་པ་དེ་ཚོ་བསྡུ། སྲིད་ལ་དུས་སམ་བ་ལང་ཚོ་བསྡུ། སྤྲུལ་སྤྲུལ་སྟངས་པའི་དོན་རེ་བ་དེ་འདྲའི་བྱེད་བྱེད་གཡུལ་རེ་དེ་ཚོ་སྲིད་ཞིང། མཆེ་བ་གཙིགས་པ་སོགས་རྣམ་འགྱུར་སྣ་ཚོགས་བསྟན་པས་དེས་ཀྱང་དེ་ལྟར་བྱས་པར་བརྟེན། སེང་གེའི་ང་རྒྱལ་དང་ཞེ་སྡང་གིས་མ་བཟོད་པར་གཟུགས་བརྙན་དེའི་ཐོག་ཏུ་མཆོངས་པས་ཤིའོ། དེ་འདྲའི་བྱེད་བྱེད་ལྟ་ཁོ་རང་གིས་སོ་སོ་རང་ནང་བཞིན་གྱི་དེ་རང་ལ་མཐོང་དུས་སམ་བ་ལང་དང་པོ་ཁོ་རང་གི་གཡུལ་རེ་སྲིད།

ལ་སའི་ཆེ་བ་བརྩིགས་པ་སོགས་ནམ་རྒྱུན་སྣ་ཚོགས་ལྡན་ཟེར་ཁོ་རང་གི་ཆུ་ནང་ལ་ཡོད་པའི་དུས་ངན་དེ་ལ་སེམས་ཅན་གཞན་པ་ཅིག་རེད་བསམ་བྱས་ན་ཁོ་རང་གི་ནམ་རྒྱུན་འདྲ་མི་འདྲ་དེ་འདྲ་བསྟན་པ་རེད། དེ་འདྲ་བསྟན་དུས་བསམ་པ་ལ་ཡ་དེས་ཀྱང་དེ་ལྟར་བྱས་པར་བདེན་ཟེར་དེས་ཀྱང་ལ་དུས་བསམ་པ་ལ་ཆུ་ནང་ལ་ཡོད་པའི་གཟུགས་བརྙན་དེས་ཀྱང་དེ་ལྟར་བྱས་པས་བྱས་པར་ལ་དུས་ཟིན་པ་ལ་ཁོ་རང་གིས་ག་འདྲ་ག་འདྲས་བྱས་པ་ཡིན་ན་རྣམ་འགྱུར་ག་འདྲས་སྟོན་པ་ཡིན་ན་ཡང་ཆུ་ནང་གི་གཟུགས་བརྙན་དེ་ཡང་རྣམ་འགྱུར་དེ་ག་རང་དུ་ལྟ་བསྟན་པ་སོང་ཙང་ནི་ད་སེང་གེ་དེས་ང་རྒྱལ་དང་ཞེ་སྡང་གིས་མ་བཟོད་པར་སེང་གེ་དེ་བསམ་པ་ལ་ད་ཨོ་ཁོ་རང་གིས་རྣམ་འགྱུར་གཡུ་རལ་གསིག་མཆེ་བ་གཙིགས་བྱེད་དུས་བསམ་པ་ལ་ཨ་ནི་ཆུ་ནང་གི་གཟུགས་བརྙན་དེ་ཡང་ཨ་ནི། དུས་ད་ཡུལ་རེ་ཟིག་མཆེ་བ་གཙིགས་ཐེ་འདྲས་བྱས་བྱས་སྟོན་དུས་བསམ་པ་ལ་ཡ་ཨ་ནི་ཁོ་རང་བསམ་པ་ལ་ཡ་ཆུ་ནང་ལ་ཡོད་ཀྱི་ཡོད་ཀྱི་སེམས་ཀྱི་དེ་ཨ་ནི་ཁོ་རང་ག་འདྲས་བྱེད་ནས་དེ་ག་རང་བྱེད་ཀྱི་འདུག་བསམ་བྱས་ཨ་ནི་སེང་གེ་ཧ་ཅང་གི་ང་རྒྱལ་དང་ཨ་ནི་ཞེ་སྡང་གིས་མ་བཟོད་པར་སེང་གེ་རྦད་དེ་སེམས་གཏིང་ནས་ང་རྒྱལ་དང་ཞེ་སྡང་གིས་མ་བཟོད་པར་ཞེ་སྡང་ཟེར་དུས་བསམ་བློ་ཁོང་ཁྲོ་ཟེར་བ་ཁོང་ཁྲོ་གིས་མ་བཟོད་པར་གཟུགས་བརྙན་དེའི་ཐོག་ཏུ་མཆོངས། ཁོའི་བསམ་པ་ལ་བ་ལ་ཡོད་ཡོད་དེ་ཨ་ནེ་ཁོ་རང་ལ་རྫིག་པོ་ཤི་གི་འདུག་བསམ་བསམ་འགྲོ་བ་ཞིག་བྱུང་བྱས་ཨ་ནེ་ཁོ་རང་ཨ་ནེའི་ཆུ་ནང་ལ་ཡོད་པའི་གཟུགས་བརྙན་དེའི་སྒང་ལ་ཡར་མཆོངས་བཞག་པ་རེད་དོན་དུ་ཁོ་ཁྲོན་པོ་དེའི་ནང་ལ་ཡར་ནི། སོ་སོ་རང་གི་གཟུགས་བརྙན་དེ་སོ་སོ་རང་གི་གཟུགས་བརྙན་ཡིན་པ་ཧ་མ་གོ་བྱས་ཨ་ནེ་ཁོ། ད་ལྟ་གཟུགས་བརྙན་དེ་ཡི་སྒང་ལ་ཡར། Reflection། དེའི་སྒང་དེ་ལ་ཡར་མཆོངས་བཞག་པ་རེད། དེ་འདྲའི་མཆོངས་དུས་བསམ་པ་ལ་ཡར་ཨ་ནེ་ཐ་མ་དེ་ལ་ཁོ། ཤི་བ་རེད། ཤིའོ། དེ་འདྲའི་བྱེད་ཆོས་ཤི་བ་རེད། དོན་དུ་སེང་གེ་གིས་སོ་སོ་རང་གི་ཆུ་ནང་ལ་ཡོད་པ་དེ་སོ་སོ་རང་གིས་ཟོས་ཀྱིན་ཡིན་པ་ཧ་མ་གོ་བྱས། ཨ་ནི་རི་བོང་གི་མགོ་སྐོར་འོག་ལ་ཚུད་བྱས་འདུག་ཤི་བ་རེད། ལ་ཟེར་ད་འདི་ཐག་རིང་གི་ང་ཚོ་གིས་རི་བོང་གིས་སེང་གེ་བཏུལ་བ་ག་འདྲས་བཏུལ་བ་རེད་ལ་ན་ད་རི་བོང་གིས་གོབ་རྡོ་གཡུག་ཟེར་བ། ཕ་གི་ལ་ཡ་ཁྱེད་རང་ནང་བཞིན་ཟིག་འདུག་ཨན་དེའི་གས་ཨན་ཁྱེད་རང་ལ་ཡ་ཨན་སྟོབས་ཤུགས་འདྲེན་ཐུག་ན་འདྲེན་ག་ཤོག་འདྲེན་མ་ནུས་པ་ཨན་ཁྱེད་རང་ངའི་གཡོག་པོ་རེད་ཅེས་བྱིན་རླབས་སོང་ཅེས་བྱིན་རླབས་བར་བ་དེ་འདྲ་རང་རེད་བསམ་བྱས་ནས་ཁོ་རང་གི་སུད་སུད་ཀྱི་ཨན་གཟུགས་བརྙན་དེ་སུད་སུད་ཀྱི་ཡིན་པ་མ་ཤེས་བྱས་ཨན་མཐའ་མ་དེ་ལ་ཁོང་ཁྲོ་དང་ང་རྒྱལ་གྱིས་མ་བཟོད་པ་དེའི་ཐོག་ཏུ་ཕྱོགས་ནས་འདུག་ཤི་བ་རེད། ལ་ཟེར། དེ་ད་རིང་གི་ང་ཚོ་གི་སློབ་ཚན་དེ་དེ་བར་དུ་ཡིན་ད་ང་ཚོ་གི་སློབ་ཚན་དེ་ནང་ལ་ད་བསླབ་བྱ་གཙོ་བོ་ག་རེད་ལ་ནི་ང་ཚོ་གཅིག་ཐང་གི་ནི་སོ་སོ་གི་གཞན་པ་ལ་མཉམ་བཅོས་བཤད་ཡོད་མ་ཟད་མཉམ་བཅོས་བཤད་པ་ཡིན་ན་ཉིན་མ་གཅིག་ཕར་ཕྱོགས་དེ་ཡིན་ནའི་ལས། ཉི་མ་གཅིག་ཁུག་གི་ཐབས་ཤུས་འདྲ་མི་འདྲ་བསྟེན་བྱེད་ང་ཚོ་ལ་ཡིན་ཏེ་འདུག་ཟད། ཏག་ཏག་ཟོལ་གུ་རེད་ཟེར་དེའི་མདུན་སེམས་པ་ཡིན་ན་ང་ཚོ། ཅིག་ག་སེང་གེ་གི་རི་བོང་ལ་བརྙས་བཅོས་བཤད་པ་ནང་བཞིན་བཤད་པ་ཡིན་ན། ཉི་མ་གཅིག་རི་བོང་ནང་བཞིན་ནི་ཕ་ཆུ་འདེགས་ཡང་ང་ཚོ་ལ་ཏག་ཏག་ཟོལ་གུ་རེད་ཟེར་དེའི་མདུན་སེམས་པ་ཡིན་ན་ང་ཚོ་གཞན་ལ་བརྙས་བཅོས་བཤད་ཡོད་མ་རེད་ཞེས་པའི་དོན་རེད།